ལ་སོགས་མར་བའི་ཕྱི་རྒྱལ་ལ་ཡོད་དེ་བས་ཀྱང་ང་ཚོ་བོད་པའི་སྤྱི་ཚོགས་དེ་ཡང་དེང་སང་གི་སྐོར་སྔར་དང་མི་འདྲ་ཅིག་ཟང་ངེ་ཟིང་ངེ་གྲུབ་ཅིག་རྙོག་གེ་རྙོག་གེ་གྲུབ་དེ་མང་རུ་འགྲོ་གི་འདུག་བ། ངོ་མ་ང་རྒྱ་གར་ལ་འདི་དུས་ས་ནས་ཨ་ནི་འདི་འདྲ་བའི་ཅིག་རྙོག་གྲ་ཞེ་དྲག་རང་ཡང་ཡོད་མ་རེད། ད་ང་རྒྱ་གར་ལ་ཡང་མ་ལས་ན་ད་ལོག་མང་པོ་ཞོག་དེ་ཡོད་རེད་དེའི་ཚེ་ལ་ཡང་སྐོར་འགྱུར་བ་མང་པོ་ཕྱིན། ཨ་ནི་ནང་ཁུལ་གྱི་ཅིག་མཐུན་སྒྲིལ་རེད།

དེ་འདྲའི་ཡིན་དུས་ཟ་ན་དེ་འདྲས་ཀྱི་གནས་སྟངས་ལབ་དེ་མཇལ་ཡོང་དུས་ཟ་ན་ཡང་ང་ཚོ་ཚང་མ་གཅིག་སེམས་ཁྲལ་ལ་རུབ་ཅིག། མ་འོངས་པ་ལ་ཡང་ག་རེ་བྱས་ཡོང་ན་རུ་བ། ཨེ་ན་ཅིག། ཅིག་ག་ཁྲུ་ག་འཇིག་ཐོག་ལིག་ནས་ཅིག་སེམས་ཁྲལ་ལངས་དགོས་ཨ་རུ་བཞི་དུ་བ།

མཐོང་གི་ཐོས་ཀྱི་མེད་པ་བྱེད་བྱེད་མ་མཐོང་བ་ཡིན་གྱི་རེད་མ་གཏོགས་གཞན་ད་བར་ལྟ་ས་ལ་ཡང་ད་བསམ་བློ་བཏང་ཐུབ་ཉེན་འགན་འཁུར་ཐུབ་ཉེན་རེ་བ་ཞིག་འདྲ་ཞིག་ལ་མེད་བསྡད་མཁན་རེ་བ་ཞིག་དེ་འདྲ་ཞིག་གི་དཀའ་ངལ་ཅིག་ཡོང་སྡད་འདུག་བ། བྱས་ཙང་དེའི་རྒྱུ་མཚན་བསྟན་ནས་ད་ལྟ་སྐུ་མདུན་སྐུ་འཚོ་ཞིང་གཤེགས་པའི་སྐབས་ལ་ཡང་ད་འདི་འདྲ་ཅིག་ང་ཚོ་ཚང་མ་ཅིག་བློ་མ་བདེ་རུ་ཅིག་དང་སེམས་ཁྲལ་བསླང་དགོས་ཡ་ཅིག་ཡོང་གི་ཡོད་པ་ཡིན་ན། ད་ཉི་མ་ཅིག་ལ་ཡང། ཞིང་ཞིང་གཞན་དུ་ཕྱོགས་པའི་སྐབས་ལ་ཡང་ད་ག་འདྲས་ཆགས་ཡོང་མིན་ད་དེ་བཤད་དཀའ་བ་ག་ལ་ག་ཞུ་ཅིག་བཤད་ཐུབ་ཡ་ག་ལ་ཧ་པོ་ཞུ་ཆགས་འདི་ཡོད་རེད། བྱས་ཙང་དེའི་རྒྱུ་མཚན་བསྟན་ནས་ད་ང་ཚོ་ཚང་མ་ལོ་ཅིག་དགོངས་པ་རྒྱ་ཆེན་པོ་བཞེས་དགོས་ཡ་ཅིག་དང། རེད་པ། ཨ་ན་ཅི། སོ་སོའི་གི་ད་ལྟ་མིག་ནུབ་རྒྱུན་གྱི་གནས་སྟངས་ཙམ་མ་ཡིན་པ་ཕུགས་རྒྱང་རིང་པོ། ད་ལོ་བཅུ་ཉི་ཤུ། ཨ་ན་ད་ཡག་ཤོས་བྱུང་ན་ལོ་བརྒྱ་ཕྲག་དེ་འདྲས་ཀྱི་གནས་སྟངས་ལ་ག་རེ་བྱ་གི་འདུག་དེ་འདྲའི་ཐོག་ལ་ཡང་ཐུགས་བསམ་བཞེས་དགོས་ཡ་དེ་གཅིག་དང་དེའི་ཆེད་དུ་དམིགས་འདུན་བཅང་དགོས་ཡ་དེ་གས་ཞབས་ཞུ་བྱེད་རེས་བསམ་དྲག་འདུག་བྱས་ཙང་ད་ད་རིགས་ཀྱི་ངའི་རྒྱལ་ཁ་དེ་དང་བསྟུན་བྱས་རྗེས